ཐོག་བཞིའི་ཀུན་ལ་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སྲིད་དུག་གསུམ་ནད་སྲིད་སངས་རྒྱས་སྨན་གྱི་ལྷ་པིན་དུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། ཨོ། བོད་སྐད་གཙང་མའི་སྐད་རིགས་གླིང་འདི་འདི་ན་བཞུགས་པའི། སྐྱབས་གནས་དགེ་འདུན་གྱི་སྡེ། བཀུར་བ་འོས་པའི་བོད་ཀྱི་རྒན་རབས་པ་ཡོངས་དང་ནི་རང་དང། དོ་མཉམ་པའི་བོད་རིགས་ན་གཞོན་པ་ཡོངས་ལ་འཚམས་འདྲི་གྲངས་མེད་ཞུ་གི་ཡོད། ཨ་ནི་ཁ་སྔོན། བོད་སྐད་གཙང་མའི་གླེང་སྟེགས་ཀྱི་ཚོགས་གཙོ་ལགས་ཀྱིས་ང་ལ་ཟུར་དུ་འབྲེལ་བ་བྱས་ནས་ཚོགས་པ་འདིའི་ནང་ལོགས་ལ་འཕྲོད་བསྟེན་དང་འབྲེལ་བའི་ལྷག་པར་དུ་བུད་མེད་ཀྱི་ནད་གཞི་དང་འབྲེལ་བའི་སྐོར་ལ་སྐད་ཆ་བཤད་རོགས་ཞེས་གསུང་གི་འདུག་ཨ་ནི་རྩ་བའི། ད་རྣམ་པ་ཚང་མས་མཁྱེན་གྱིན་པ་རེད། སོ་སོ་རང་ཉིད་སྨན་ཁང་ཞིག་ཟིན་ནས་བསྡད་ཡོད་རེད། ནང་མི་གཅིག་ཡོད་རེད་དེ་འདྲ་སོང་ཙང། དུས་ཚོད་གཏང་ཡག་དེ་ཧ་ཅང་གི་དཀའ་ལས་ཁག་པོ་འདུག་ད་ཡིན་ན་ཡང་དུས་ཚོད་གཏང་ཡག་དཀའ་ལས་ཁག་པོ་འདུག་ལ་ནི། སྤྱི་ཚོགས་ལ་ཕན་པའི་ལས་དོན་འདི་འདྲའི་བྱེད་དུས་འདི་ལ་རྒྱབ་སྐྱོར་མ་བྱས་པ་དང། ཨ་ནི། ཨ། ད་ང་རང་ཚོ་མ་སོང་ནས་གང་ལྟ། རོགས་རམ་མ་བྱས་པ་ཡིན་ན་དེ་ཡང་ཡང་ནམ་རྒྱུན་དུ་ཁ་བཤད་དེ་ངའི་ནང་བཞིན་ལག་ལེན་གང་ལ་མ་འཁྱོལ་བ་ལྟ་བུ་ཆགས་བསྡད་ཀྱི་འདུག་དེ་འདྲ་སོང་ཙང་དོལ་ཚོད་ཟེར་ཏེ་གཙོ་བོ་སོ་སོ་རང་གིས་བཏང་མ་བཏང་ཅིག་དང་བཟོས་མ་བཟོས་ཅིག་རེད་མ་གཏོགས་དོལ་ཚོད་བཏང་ཐུག་ཡག་ཅིག་དང་བྱས་པ་ཡིན་ན་ཡོད་རེད་ཨོ་དེ་རིང་སོང་ཙང་ནི་ང་རང་ཡིན་ནས་དེ་རིང་རེས་གཟའ་ཉི་མ་གི་དོལ་ཚོད་དེ་དང་བསྟུན་ནས་ཨེ་ནི་ད་འདི་ནང་ལ་མ་རྣམ་པ་ཚོས་ནས་རང་གི་མི་རིགས་དང་རིག་གཞུང་གི་ཆེད་དུ། དགོངས་པ་དེ་བཞེས་ནས་ནི་བོད་ཀྱི་སྐད་ཡིག་འདི་མ་ཉམས་ཡག་གི་ཆེད་དུ་འབད་བརྩོན་དེ་འདྲ་ཞིག་གནང་བསྡད་ཀྱི་ཡོད་རེད། དེ་ནི་དེ་འདྲའི་གི་རིགས་ལ་ནམ་རྒྱུན་དུ་དོ་སྣང་དང་རྒྱབ་སྐྱོར་དང་སྐད་བརྒྱབ་བསྡད་ངེས་ཅི་ཡིན། ནི་དེ་རིང་གོང་འདི་ལ་སངས་རྒྱས་སྨན་བླའི་སྐུ་པར་ཅིག་དང། ནི་ང་རང་ཚོ་ཡོངས་གྲགས་རྒྱལ་བ་ཡབ་སྲས་གཉིས། ཀུན་གཟིགས་དཔལ་ཆེན་རིན་པོ་ཆེ་ཞིང་གཤེགས་དམ་པ་ཁོང་གི་སྐུ་པར་གཅིག་དང་རྒྱལ་བ་སྐུ་མགྲོན་བཅུ་བཞི་པ་མཆོག་གི་ལྷན་འཛོམས་ཀྱི་སྐུ་པར་གཅིག་འདྲེ་སི་ཕུལ་ཡོད། དེ་ཕུལ་དགོས་ཡ་དེ་ཡང། ཨ་ནི། ད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ། ཨ་ནི། བཀའ་དྲིན་ཆེན་པོ་དེ་སུ་ཡིན་མིན་དེ་ཧ་གོ་མི་འདུག་ད་ལྟ་ང་ཚོ་ཕ་སྐད་བོད་སྐད་གཙང་མ་ཟེར་ཡག་གི། དེ་གི་ད་ཅིག། བྱུང་སའི་རྒྱུའམ་ཁུངས། ང་ཚོ་ལ་འདི་འདྲིའི་གི་གཙུག་གཡག་གི་ཆ་རྐྱེནའམ་གོ་སྐབས། ཨེ་ནི། ཅིག། དཔལ་འབྱོར་དེ་ཚོ་ག་ནས་རྒྱུ་ག་ལ་བརྟེན་ནས་རག་མ་རག་དེ་མང་པོ་ཅིག་ཧ་གོ་གི་མི་འདུག་ཨ་དེ་འདྲ་སོང་ཙང། གཞིས་ལ་བཞུགས་མཁན་ཚོ་ལ་ཆ་བཞག་པ་ཡིན་ན་ད། བོད་ཀྱི་མི་རིགས་དང། རིག་གཞུང་གི་བླ་སྲོག་སྟེ། ཀུན་གཟིགས་དཔལ་ཆེན་རིན་པོ་ཆེ་མཆོག་གི་ཞིང་གཤིས་དམ་པ་ཁོང་གི་སྐུ་ལས་སྐྱོན་ཅིས་མེད་པ་བསྐྱོན་ནས། ཧང་སངས་སྐུ་ལས་བསྐྱོན་ནས་ཨེ་ནི། དེ་འབྲེལ་གྱི་བཀའ་དྲིན། སྤྱི་ལ་བརྟེན་ནས་བྱུང་ཡོད་རེད། ད་ག་རང་བཞིན་གྱི་བཙན་བྱོལ་ནང་ལ་ཕེབས་དེ་ངལ་རྩོལ་ཡིན་པ་ཡིན་ནའི། རྒྱ་བོ་དོན་གྱི་བདག་པོ་མཆོག་གིས། ཨ་ནི་དངོས་གནས་ཀྱི་ད་བོད་ཀྱི་ནང་པ་སངས་རྒྱས་པའི་བསྟན་པ་དེ་ད་བོད་ཀྱི་རིག་གཞུང་འདི་གི་འཛམ་བུ་གླིང་འདིའི་སྒང་ལ་ཕན་རླབས་ཆེན་པོ་བརྗོད་པ་དེ་ནི། མངོན་སུམ་དུ་མཁྱེན་པའི་ཐོག་ནས་འདིའི་སྒང་ལ་སྐུ་ལས་བསྐྱོན་ནས། ད་ལྟ་ང་རང་ཚོ། ང་རང་ཡིན་ནས་ད་ལྟ་འདིའི་སྒང་ནས་ཁ་བདེ་པོ་བྱས་ནས་བཤད་བསྡད་ཡ་འདི། རྒྱ་བ་ཡབ་སྲས་གཉིས་ཁོ་ན་གི་བཀའ་དྲིན་ལ་བརྟེན་ནས་བྱུང་བཞག་པ་ཞིག་རེད། འོ་འདི་འདྲ་བའི་བཀའ་དྲིན་འདི་དྲན་པ་དང་བཀའ་དྲིན་འདི་ཚོར་བའི་ཐོག་ནས། དུས་དེ་ན་མ་ཀུན་ཏུ་ལས་འགན་ཞིག་གང་ལ་ལས་དོན་ཞིག་གང་ལ་ཞུ་བསྡད་ཀྱི་ཡོད། ཞུ་བསྡད་དུས་ཙམ་ནས་འདི་འདྲའི་བརྒྱུད་རིམ་ནང་ལོགས་ཡིན་ན་ཡང། སོ་སོ་གི་བསམ་བློ་བཏང་དང་འགྲིག་མ་འགྲིག་གི་ཐོག་ནས། སྐབས་རེ་སྐབས་རེ། དེ་འདྲ་ཡོང་གི་ཡོད་རེད་དེ་ཡང་ཡོང་ཆོག་པ་ཞིག་རེད། གང་ལྟར་ཡང། ང་རང་ཚོ། བོད་པ་སྤྱི་བོ་གནམ་བསྟན་ཡོངས་ཀྱིས། རྒྱ་བ་ཡབ་སྲས་གཉིས་ལས་བཀའ་དྲིན་ཆེ་ཞའོ་བ་ཅིག་སུ་གཅིག་ཡོད་མ་རེད། ཁོང་གཉིས་ཀྱིས། བཀའ་དང་འགལ་བ། ཁོང་ཉིད་ལ་མ་འདོད་པ། འོ་དེ་འདྲའི་གི་བྱེད་ལས་ངན་ཞིག་ཡིན་པ་ཡིན་ན། དོན་དུ་རྣམ་པ་ཀུན་ཏུ། ཨ་ནི། འོ་གདོང་ལེན་བྱེད་ཡ་མ་གཏོགས། དེ་འདྲའི་སི་གང་ཡོད་མ་རེད་དེ་འདྲ་སོང་ཙང། ཨ་ནི་ང་རང་ཡིན་ནས། ད་མང་པོ་ཅིག་གི་མཁྱེན་གི་ཡོད་རེད། རྒྱ་བ་གཉིས་ཀྱི་རྒྱ་བ་ཡབ་སྲས་གཉིས་ཀྱི། བཀའ་དྲིན་དེ་དྲན་པའི་ཐོག་ནས་ལས་ཀ་ག་རེ་ཡིན་ནས་བྱས་བཞག་གི་ཡོད་འོ་དེ་ཅིག། རྣམ་པ་ཚོ་ལ། ད་ཚོགས་པ་འདི་ནང་ལ་དང་པོ་གསུམ་ཙང་ཅིག་རང་ཉིད་ཀྱི། ད་ཅིག། མེ་ཚའི་ནང་གི། ཕུགས་བསམ་དེ་ཞུས་བཞག་པ་ཡིན་ན་ཡང་རྣམ་པ་ཚོ་ལ་ཐུགས་ཕན་གསོས་སྲིད་ཀྱི་རེད་བ་འོ་དེ་འདྲས་ཅིག་ཞུ་འདོད་བྱུང་སོང། ཨེ་ནི། ད་ཚོགས་པའི་ནང་ལ་ད། གསུང་བྱ་དགོས་དོན་དུ་ད་ཉན་ཐུག་མི་འདུག་ཚོགས་པའི་ནང་ལ་ང་ག་དུས་སླེབས་པ་ཡིན་ག་དུས་ཡ། སྐད་བཏང་བ་ཡིན་དེ་ཡང་ཧ་གོ་གི་མི་འདུག་ག་ད་མང་པོ་ཞོལ་གྱི་ནང་ལ་སླེབས་བསྡད་ཤག་འདི་ནང་ལ་ཨེ་ནི་ཡིན། ད་ཚོགས་པའི་ནང་ལོགས་ལ་ད་ད། བོད་སྐད་གཙང་མའི། བོད་སྐད་གཙང་མ་ཨེ་ནི་རེ་ས་ཉི་མའི་བརྗོད་གཞི་སྨན་པ་མཆོག་ནས་བགྲོ་གླེང། ཨེ་ནི། ད་དེ་ཁོ་ནས་བྱས་པ་ཡིན་ན་དེའི་ནང་ལོགས་ལ། སྨན་པ་སུ་དང་སུ། མི་སུ་དང་སུ་གདན་འདྲེན་ཞུ་གི་ཡོད་པ་ཡིན་ནས། དེའི་ནང་ལ་སྨན་པ་ཡིན་ནས་རེད། འཆད་ཁྲིད་པ་སུ་ཡིན་ནས་དེའི་མཚན་བཀོད་དགོས་ཡ་དེ། གལ་ཆེན་པོ་ཞོ་ཅིག་རེད་ཡིན་ནས་དེའི་ནང་ལོགས་ལ་མཚན་དེ་བཀོད་མི་འདུག་ད་རྣམ་པ་ཚོས། དེ། ང་ལ། འདི་འབྲེལ་དུ་གང་ཡིན་གྱི་མ་རེད་བསམ་གྱི་ཡོད་རེ་བ་ཡོད། སྤྱི་བཏང་གི་འགྲོ་སྟངས་བྱས་པས་ནི་བཀོད་གོ་གི་ཡོད་རེད་ད་འདི་ཡིན་ནའི case གང་མི་འདུག་ད་མི་མང་པོ་ཅིག་ལ་ཕན་ཐོག་གི་ཡོད་ན་ཨེ་ནི། དེ་ཡང་གལ་ཆེན་པོ་ཆགས་ཀྱི་ཡོད་རེད་པ། འོ་དེ་ཅིག་ཞུ་འདོད་བྱུང་སོང། ད་འདི་ནས་མ་ཨེ་ནི་བརྗོད་གཞི། བརྗོད་གཞི་དེ་ཡང་ངོ་ནས་བྱས་ན་བཀོད་གོ་གི་ཡོད་རེད་ཁ་སང་ཚོགས་གཙོ་ལམ་དུ་སྐད་ཆ་བྱུང་བ་རེད། ཨེ་ནི་བུད་མེད་ཀྱི། འཕྲོད་བསྟེན་ཤེས་བྱའི་སྐོར་ལ་སྐད་ཆ་བཤད་ཡ་ཅིག་ཁོ་རང་གི་གསུང་གི་སྡུག་བསྔལ་ད་ག་རང་འགྲིག་གི་རེད་ཞུས་པ་ཡིན་གལ་ཆེན་པོ་ཞོག་ཅིག་རེད། དེ་ཡང་འདི་ནང་ལ་བཀོད་མི་འདུག་འདི་ཚོ་བལྟས་ཅིག། ཨ་ནི་ཡ་མཚན་མཚན་ཅིག་ཆགས་བསྡད་ཀྱི་འདུག། ཞལ་ནས་གསུང་བ་དང། དོན་ལ་མ་འཁྱོལ་ཡག་གི་རྣམ་པ་ཞིག་དེ་འདྲས་ཅིག་མཐོང་བསྡད་ཀྱི་འདུག་འདི་ཚོ། མི་སུ་དང་སུ་ལ་ཡིན་པ་ཡིན་ནས་སོ་སོ་དང། ཅིག། ཐག་ཉེ་རུང་ཐག་རིང་རུང། གནང་སྟངས་དེ་ཚོ་གཅིག་པ་གཅིག་རྐྱང་ཞིག་གནང་དགོས་ཀྱི་ཡོད་རེད་བོད་སྐད་གཙང་མ་སི་དུས་ཙང་ནས་འདི་ནང་ལོགས་ལ་གཉག་གི་ཉོག་གི་གི་དེ་ཚོ་མེད་པ་ཅིག་དགོས་ཡ་དེ་གལ་ཆེན་པོ་ཅིག་རེད་བསམ་བསམ་འདྲ་པོ་ཅིག་དེ་འདྲས་ཡོང་གི་འདུག་འོ་དེ་གཅིག་རེད་ད་དང་པོ་ང་ཡང་ཚང་མ་ཁར་འདུག་ལབ་དེ་ངེས་ཅིག་རེད་ཨ་ནི་ད་གཅིག། ཕན་མ་གཏོགས་གོང་ནས་རྣམ་པ་ཚོ་ལ་སྙན་སུན་མང་པོ་ཞུགས་ཆགས་སོ་ཏི། ཤ་ཚ་བའི་ཁ་ལ་གཏམ་སྙན་པོ་མེད་ཟེར་བའི་དཔེ་ལྟར་ཡིན། ཨེ་ནི། ད་བུད་མེད་ཀྱི་ན་ཚའི་སྐོར་ལ་བཤད་དགོས་ཀྱི་ཡོད་རེད་དེ་རིང། ཡིན་དུས་ད་ནས་ད་ཅིག་གསོ་བ་རིག་པའི་རྒྱུད་ཀྱི་ནང་ལོགས་ཀྱི་བུད་མེད་ཀྱི་ན་ཚ་གི་ལེའུ་འདི་འདྲའི་ཆ་ཚང་ཅིག་མ་ཀློག་བཞག་ཡ་ཅིག་ལ་འདིའི་ཆ་ཚང་ཅིག་མ་བཤད་བཞག་པ་ཡིན་ན། རྣམ་པ་ཚོ་མང་པོ་ཅིག་གིས་གོ་ཐུབ་མ་རེད་གསོ་བ་རིག་པའི་རྒྱུད་ཀྱི་གཞུང་རྣམས་ལ་ང་ཚོ་སྨན་པ་འགས་མང་པོ་ཅིག་གོ་མ་ཐུབ་ངས་མང་པོ་ཞུ་བཞིན་ཡོད་རེད་རྣམ་པ་མང་པོ་ཅིག་གིས་ད། རེ་དྭགས་རིགས་སོང་གི་གོ་བ་དེ་འདྲ་ཡོང་གི་རེད་དེ་རྣམ་པ་ཚོ་གི་ད་མང་ཆེ་ཞིག་གི་དེ་བས་ཀྱང་གོ་ཐུབ་མ་རེད། དེ་འདྲ་སོང་ཙང། ད་ང་རང་གི་ལོ་བཅུ་བཅུ་གཅིག་ཅིག་ནང་ལོགས་ལ། ཨེ་ནི་དངོས་སུ་ཉམས་མྱོང་བྱས། ཨེ་ནི་ཅིག་དྲ་རྒྱ་མང་པོ་ཅིག་ནང་ལོགས་ལ་འཕྲོད་བསྟེན་དང་འབྲེལ་བའི་སྐད་ཆ་བཤད། ཨེ་ནི་ནད་པ་མང་པོ་ཅིག་མཉམ་དུ་འཕགས་སོང་སྐད་ཆ་བཤད་འོ་དེ་འདྲའི་གི་བརྒྱུད་རིམ་གི་ནང་ལོགས་ནས། ཨེ་ནི་མདོར་བསྡུས་ཅིག་མ་བཤད་བཞག་པ་ཡིན་ན། འདི་ཕན་ཐོགས་ཆེ་ཡོང་གི་རེད་བསམ་གི་འདུག་ག་རེ་ཡོད་རེད། ད་ཅིག་གསོ་བ་རིག་པའི་རྒྱུད་ཀྱི་ནང་ལོགས་ལས་སྤྱི་བཏང་གིས་གསུངས་ཡོད་རེད། ནི། ང་རང་གི་ཉམས་མྱོང་ནང་ལོགས་ལས་ངས་བདེ་ལྡན། གཉིས་ཀྱི་ཆེད་ནས་བཤད་ཀྱི་ཡིན། ད། བུ་མོ་གི་ན་བཟའི། དཀའ་ངལ་འདི་ལ། ད། བུ་མོ་གི་སྤུ་གུ་འདེད་ས་ཟེར་གི་པ། Uterus དང Ovary ཨིན་ཇི་སྐད་ལ Uterus དང Ovary ལ་ང་རང་ཚོ་བོད་མི། བོད་སྐད་སྒང་ལ་བཤད་པ་ཡིན་ན། བུ་སྣོད་དང་བསམ་སེའུ་ཟེར་གི་རེད་ད། ཁ་ཅིག་གིས་བུ་སྣོད་ལེགས་མ་རེད་མངལ་ལེགས་རེད་མངལ་ཟེར་ན། སྤུ་གུ་དེ་ས་གི་སྣོད་ཀྱི་མིང་རེད་བསམ། སེའུ་ལ་སོ་ན་ཨེ་ནི་ཁྱེད་སྤུ་གུ་དེ་ས་གི་ཟུར་གཉིས་དེ་ལ་ཡང་བརྒྱ་རྩ་གཉིས་འཇོག་རེད་ད་འདི་ལ། དང་པོ་དང་བརྒྱ། ཨེ་ནི། ཅིག་ལྔའི་ཆགས་པའི་མགོ་བརྩམ་ས་དེ་མ་སོ་ནས་དེ་ཆགས་གི་ཡོད་རེད་བསམ། སེའུ་ཟེར་དེ་བསམ་སེའུ་ཟེར་ན་ཨེ་ནི། ང་ཚོ་གི་འདི་ལྟ་བུ་ཡིན་གསུང་བ་རེད། རྒྱལ་པོ་ཅིག་གི་མཛོད་ཁང་ལྟ་བུ་ཡིན། བསམ་སེའུ་ནོར་གྱིས་བང་མཛོད་འདྲ་གསུངས་པའི་འདི་ནང་ལ་བཅུས་ད་ནོར་ཟེར་ན་འདི་ནང་ལ་གང་ལྟར་ཟོག་པོའི་ནང་གི་གལ་ཆེན་པོ་བཞུགས་ཤིག་བསྡད་ས་ཡིན་རེད་སྟོན་དགོས་བ་རེད། དེ་སོང་ཙང་ད་ན་ཚ་རིགས་གཉིས་ནང་ལོག་ནས་རིགས་དང་པོ་དེ་རྒྱུན་དུ་ད་བུད་མེད་ཚོ་གི་ཅིག་ཟ་སྟངས་དང་བཏུང་སྟངས་དང་ཨེ་ནི་ཆགས་པ་སྤྱོད་སྟངས་དང་ཨེ་ནི་སྨན་འདྲ་མི་འདྲ་བསྟེན་པ་དང་འོ་དེ་འདྲའི་གི་ཐོག་ནས་ཨེ་ནི་བུད་མེད་གི་མངལ་གྱི་ནང་ལོགས་ལ་བོ་སྣོད་ཀྱི་ནང་ལོགས་ལ་བསམ་སེའུ་གི་ཙག་གི་རྒྱུ་ལམ་ལ་ཨེ་ནི་ང་རང་ཚོ་ཡིན་ན་ད་མདོར་བསྡུས་ནས་བཤད་པ་ཡིན་ན་སྐྲན་ཟེར་གི་རེད་བ་སྐྲན། ད་སྐྲན་དེ་ལ་ཡང་རིགས་གཉིས་ཡོད་རེད་ཨེ་ནི། འབྲས་སྐྲན་དང། འབྲས་ནད་མ་ཡིན་པའི་སྐྲན་གཉིས་ཡོད་རེད། འོ་ད་སྤྱི་ལ་ཕྱི་ལུགས་ཀྱི་ད་ག་རང་ཤེས་དེ་གོ་ད་སྐྲན་དེ་ལ་ཡང་ཨེ་ནི། འབྲེལ་འདྲེས་འདི་ལ་ཡང་ནི་ཡང་རིགས་མང་པོ་བརྗོད་པ་རེད། འབྲེལ་འབྲེལ་གྱི་འབྲེལ་མ་ཡིན་པ་དེ་ལ་ཡང་རིགས་མང་པོ་བརྗོད་པ་རེད། རླུང་འབྲེལ་ཆུ་འབྲེལ་ཁྲག་འབྲེལ་ཚིལ་འབྲེལ་ཟེར་མང་པོ་ཞེས་བརྗོད་པ་རེད། འོ་འདི་འགའི་ཚང་མ་ཡང་སྐབས་རེ་ནི་འབྲེལ་གྱི་ངོ་བོ་ལས་འཕགས་འགྱུར་འགྲོ་ཡང་ཅིག་ཡོད་རེད། ན་དེ་ཚོ་ཞུ་མ་གོ་གང་ལྟར་ཡང་མདོར་བསྡུས་ནས་བཤད་པ་ཡིན་ན། བུ་མོའི་སྤུ་གུ་བདེ་ས་དང་སྤུ་གུ་བདེ་ས་ཀྱི་གཡས་གཡོན་གཉིས་ཀྱི་དང་པོའི་སྤུ་གུ་ཆགས་ས་ཀྱི་རྩ་ལམ་འདི་ལ། ཨེ་ནི། བཀྲེན་ཆགས་ཡག་གི་ན་ཚ་གཅིག་ཡོང་དགོས་པ་རེད། ད་འདི་ཆགས་ཡོང་དུས་ད་ནི། ཨེ་ནི། སྐབས་དེ་ལ་བུ་མོ་ཚོ་ལ། ད་འདི་ག་འདྲས་ཆགས་ཀྱི་རེད་ཟེར་བ་ཡིན་ན། ཨེ་ནི། སོ་སོ་གི་ཁ་ལག་དེ་ཚོར་སི་པན་དང་སྐྱུར་མོ་མང་པོ་ཟས་པ་དང་དེ་འདྲས་ཀྱི་རྐྱེན་བྱས་ནས་ཕོ་བ་དང་རྒྱུ་མ་གི་ནང་ལོགས་ལ་དཀའ་ངལ་འཕྲད་པ་དེ་འདྲས་ཀྱི་རྐྱེན་བྱས་ནས་ཡོང་གི་རེད། ཡང།

ཨེ་ནི། ཆགས་པ་བཅས་དུས་ད་ནས། འགྱིག་ཤུབས་བེད་སྤྱོད་མ་བྱས་པའི་ཆེད། ད་འགྱིག་ཤུབས་ལ་ན་ཨིན་ཇིའི་སྐད་བེད་སྤྱོད་ཅིག་བྱེད་ཆོག་པ་ཅིག་བཀོད་འགྲམ་ལ་བོར་བ། ཨེ་ནི། བི་བེད་སྤྱོད་མ་བྱས་པ་ཆེད། ཨེ་ནི། ཨེ་ནི། ནང་ལོགས་ལ་སྤུ་གུ་འཁོར། ཨེ་ནི། སྤུ་གུ་འཁོར་དུས་ད་ནས་ད་ད་ལྟ་ཆང་ས་རྒྱག་མེད། ཨེ་ནི། སློབ་གྲྭ་ལ་འགྲོ་གི་ཡོད། མཐོ་སློབ་ལ་འགྲོ་གི་ཡོད། འོ་ད་ལ་སོགས་པ་རྐྱེན་མང་པོ་ཞིག་འཕྲད་ཡོད་དུས་ད་ནི་ཨེ་ནི་སྤུ་གུ་དེ་མ་སྟོན་ཡག་ལ། ཡང། སྟོན་དེ་ཡག། ཡང། སྤུ་གུ་མེད་པ་བཟོ་ཡག་གི། སྨན་ཟ་ཡག། ཨེ་ནི་ཡང། འོ་ད་གང་ལྟར་ཡང་འདི་འདྲའི་གི་གནད་དོན་མང་པོ་ཞིག་བྱས་ཡོང་དུས་ད་ནི་ཨེ་ནི་བོ་སྣོད་ཀྱི་ནང་ལོགས་ཀྱི་ཨེ་ནི་ཁོ་རང་གི་ནམ་རྒྱུན་དུ་གི་འཐོར་སིལ་གྱི་རླུང་དེ་ལ་སྨན་དེ་འདྲའི་ཤུགས་ཆེན་པོ་བཟས་ནས་ནུས་པ་དེ་མ་བོ་རྒྱག་ཡ་ནུས་པ་ཤུགས་ཆེན་པོ་སྤྲད་ཡོང་དུས་ད་ནི་ཁོ་གི་སྤྱོད་ལམ་དེ་ལོག་དེ་ཡ། ཡང་ད་ག་ན་ཞིག་གི་མ་གིའི་ནང་ལོག་ལ་ཨེ་ནས་ཅིག་སོགས་དེ་ཆགས་ཡོད་པའི་སྐབས་ལ་སྨན་ཤུགས་ཆེན་པོ་དེ་འདྲའི་བཟས་ནས་སོགས་དེ་ད་ག་རང་ནང་ལོག་ལ་མེད་པ་བཟོས་ནས་ཨེ་ནས་དེའི་གི་ཁྲག་དང་དེ་འདྲའི་ལྷག་དེ་ཡ། འོ་ད་འདི་དང་འདི་འདྲ་བའི་གནད་དོན་མང་པོ་ཞོ་ཅིག་གི། ཨེ་ནས། བུད་མེད་ཀྱི་བོ་སྣོད་ཀྱི་ནང་ལོག་ལ་ད་ཅིག་ཁྲག་འདྲེན།

ཨེ་ནི། སྤུ་གུ་དང་ད་སྤུ་གུ་ཆགས་ཀྱི་ཡོད་པ་ཡིན་ནའི་དངོས་སུ་ད་ཅིག་སྤུ་གུ་བཟོ་བའི་སྐབས་ལ་སྤུ་གུ་སྡོད་པའི་སྐབས་ལ་སྤུ་གུ་བགོས་པའི་སྐབས་ལ་ཨེ་ནི་སྤུ་གུ་མ་བགོ་རོགས་བྱས། དཀའ་ངལ། ཞོའི་ཅི་མྱང་འདེགས་འདུག་བ། དེ་འདི་ང་ཚོ་སྤྱི་ཚོགས་ནང་ལ་མང་པོ་འདུག་བ། འདི་ལ་ཡང་རིགས་གཉིས་ཡོད་རེད་རིགས་ཁ་ཅིག་དངོས་གནས་ཀྱི་སོ་སོའི་དོན་ཁ་སྣོད་དྲུག་གི་དཀའ་ངལ་ཅིག་བྱས་ནས་རྒྱུན་དུ་སྤྱོད་ལམ་ཡག་པོ་བྱས་པ་ཡིན་ནའི་སོ་སོའི་ལས་དང་སྐྱེ་བོ་སྔོན་མའི་ལས་ཀྱི་ཨེ་ནས་ཅིག་རྣམ་སྨིན་གྱིས་ད་རེས་འདི་ལ་འཁོར་ནས་ཡོང་བསྡད་པ་དེ་འདྲས་ཡོང་གི་ཡོད་རེད། རེ་ད་རེ་སོང་ཅིག། ཡང་འདི་ལ་སྨན་འདྲ་མིན་ལ་ཟས་སྤུ་གུ་ཡག་པོ་བྱས་ནས་འཁུར་དུས་ཟ་ནས་སྤུ་གུ་མ་བཏོན། ཨེ་ནས་སྤུ་གུ་བསད་ཡག་གི་སྨན་ཟས་འདྲ་མིན་འདྲ་བྱས། འོ་དེ་འདྲས་བྱས་ཡོད་དུས་ཟ་ནས་ཨེ་ནས་བོ་སྣོད་ཀྱི་ནུས་པ་ཉམས་ནས་བོ་སྣོད་ཀྱི་རྩ་ཁམས་ཀྱི་ནུས་པ་ཉམས་ནས། འོ་བོ་སྣོད་དང་སྲམ་སེའུ་ཀྱི་རྩ་ཁམས་ཀྱི་ནུས་པ་དེ་ཉམས་ནས་ཨེ་ནས་སྤུ་གུ་དགོས་དུས། ཁྱིམ་གཞི་ཟིན་དུས། ཨེ་ནི་སྤུ་གུ་མ་གོ་བྱེད། འོ་ད་ཁྱི་ཆོས་ལ་མ་ལྟར་ནང་བཞིན་ཅིག་ལྷག་འདེགས་འདུག། འོ། འགྲོ་སོང། མང་པོ་འགྲོ་རྒྱུ། སེམས་ལ་དཀའ་ངལ་མང་པོ་མྱངས་རྒྱུ། འོ་དེ་འདྲའི་གི་མང་པོ་ཚོ་དེ་འདྲ་སོང་ཙང་ང་རང་ཚོ་གི། ད་ལྟའི་གཞོན་སྐྱེས་ཚོ་གི། ཨེ་ནི། སྤྱོད་ལམ་བསྟེན་དུས་ཆགས་པ་སྤྱོད་དུས་ད་ནི། སྐྱེས་བུ་བཏང་དགོས་འདོད་ན་སྐྱེས་བུ་བཏང་ཤེས་མ་བྱེད་དགོས་ཡང་དེ་གལ་ཆེན་པོ་རེད། ད་ལྟ་སྐར་མ་ལྔ་དྲུག་གི་སྐྱེས་བུ་འདི་ལས་ལྷག་བསྟར་ཅིང་མ་འོངས་པའི་མདུན་ལམ་འདི་ལ་བསམ་གཏང་དགོས་ཀྱི་རེད། འོ་འདི་སོང་ཙང་ཨེ་ནི། ཆགས་པ་བྱེད་སྟངས་ཀྱི་སྒང་ནས་འདི་འདྲའི་གི་སྐྱོན་མང་པོ་ཞོག་ཅིག་ཡོང་གི་ཡོག་རེད་དེ་ཚོ་ཤེས་དགོས་ཡག་དེ་གལ་ཆེན་པོ་ཞོག་ཅིག་གི་རེད། འོ་འདི་ཅིག་ཞུ་ཡག་ཡིན་རྣམ་པ་ཚོ་གི་ངས་བཤད་པ་འདི་ལ་ཡིད་མ་ཆེས་ན་ཨེ་ནི་ཁྱེད་རང་ཚོ་གི་སྨན་བཟའ་ཡག་དེ་ཚོ་དང་ཁབ་རྒྱག་ཡག་དེ་ཚོ་དང་ཨེ་ནི་ཅིག་སྤུ་གུ་མང་སྟོན་ཡག་དེ་ཚོ་ལ་ཟུར་བུ་བ་ག་རེ་འདོད་འདི་ཅིག་ལྟ་ལ། དེ་འདྲའི་གི་རིགས་ཡང་བཟི་བྱས་སོང་ན་ཟུར་བུ་བ་ག་རེ་ཡོང་གི་འདོད། འོ་དེ་ཅིག་བཟི་སོང་ན་ནི་ངས་བཤད་པ་གི་དང་གོ། ཏག་ཏག་འགྲོ་གི་འདོད་ཡ་མིན་དེ་བཟི་ད་འདི་ཨེ་ནི་ཡིད་ཆེས་ཡོང་གི་རོ། འོ་དེ་ཅིག་རེད། ད། ཅིག་ག་རེ་ཡོང་གི་བ་རེད། ད་འདི་གི་ཨེ་ནི་ཟོག་པོའི་ནང་ལོ་ལ་དང་ཚན་ཁོད་མ་སྙོམས་པ་དང་ཅིག་གམ་ད་ཟོག་པོ་ལ་ཅིག་རྣམ་འགྱུར་མི་འདྲ་བའི་ནད་རྟགས་མང་པོ་ཞིག་འབྱུང་གི་བ་རེད། འོ་དེ་ཅིག་ཆགས་བསྡད། ད་ཅི་ག་རིང་བར་ཟེར་ན། ནི་ནམ་རྒྱུན་དུ་དང་བདག་གི་གོང་གི་རྐྱེན་དེ་ཚོ་གི། རྒྱུ་རྐྱེན་དེ་བརྒྱད་ཀྱིས་བསྐྲུན་ནས། ནི་བུ་སྣོད་ཀྱི་ནང་ལོགས་ལ་དངོས་སུ། སྐྲན་དང་ཤ་རྡོག་རྡོག་དེ་འདྲས་དང་ཚིལ་ལུ་རྡོག་རྡོག་གྱི་ཡ་དང་ད་ག་ད་སྐྲན་གྱི་རིགས་སུ་ཚིལ་སྐྲན་ཤ་སྐྲན་རྩ་སྐྲན་ལ་སོགས་པ་གང་མེད་པ་ཡིན། ནི་ཐུར་སེལ་རླུང་གི་ནུས་པ་དེ། ལས་ཀ་དེ་གྱེན་དུ་བཏོན་ནས། སྤྱིར་ཐུར་སེལ་རླུང་ཟེར་ཡ་དེ་ག་རེ་བྱེད་དགོས་པ་རེད། ཐུར་སེལ་རླུང་ཟེར་ཡ་དེ་ཨེ་ནི་བཅིངས་པ་མ་བཏོན་དགོས་ཀྱི་ཡོད་རེད། བཅིངས་པ་བབས་ཡག་གི་དུས་རན་མེད་པས་ན་བཅིངས་པ་དེ་སྒམ་པོ་གི་ནང་ལ་ཉར་དགོས་ཀྱི་ཡོད་རེད། ཨེ་ནི་ཆབ་ཆེན་དག་ནང་བཞིན་གྱི་བབས་ཡག་གི་དུས་སླེབས་པས་ན་ཉར་དགོས་ཀྱི་ཡོད་རེད། དུས་སླེབས་དུས་གཏང་ཡག་གི་ང་ཚོའི་ཟོག་པོའི་ནང་ལ་སེམས་ལ་ལོན་དེ་སྤྲད་དགོས་ཀྱི་ཡོད་རེད། ཨེ་ནི་ད་དེ་དང་དེ་འདྲ་བའི་གནད་དོན་མང་པོ་ཞོད་ཅིག་ཐོར་སིའི་རླུང་གིས་ལས་ཀ་བྱེད་དགོས་བ་རེད། ཐོར་སིའི་རླུང་དང་ཁྱབ་བྱེད་རླུང་གཉིས་བཀོད་འདོམས་ཀྱི་ཐོག་ནས་ལས་ཀ་དེ་བྱེད་དགོས་བར་གཙོ་བོ་ཁྱབ་བྱེད་ཐོར་སིའི་རླུང་གིས་བྱེད་དགོས་བ་རེད། དེ་ཡིན་དུས་ད་ནི་ད་གོང་གི། སྨན་འདྲ་མི་འདྲ་ཟས་ཡག་དང་སྤྱོད་ལམ་འདྲ་མི་འདྲ་བསྟེན་ཡག་ཨེ་ནི་ཟས་འདྲ་མི་འདྲ་ཟ་ཡག་དེ་འདྲའི་གི་རྐྱེན་མང་པོ་ཅིག་གི་བྱས་ནི་ཨེ་ནི་ཐོར་སིའི་རླུང་གི་ནུས་པ་དེ་གོ་ལྡོག་ཏུ་བྱས་ནས། མ། ཤེས་རྟགས་ཡག་དང། སྟངས་འཛིན་བྱེད་ཡག་གི་ནུས་པ་འདི། ལྡོག་ཕྱོགས་ཆ་ནས་ཐོར་ཟའི་རླུང་གི་ནུས་པ་འདི་གྱེན་ལ་ཡར་ལྡོག་ཡོང་གི་གྱེན་ལ་ལྡོག་ཡོང་གྱེན་དུ་ལྡོག་པ་སྲིད་ད། ཐོར་ཟའི་རླུང་གི་ནུས་པ་འདི། ལྡོག་ཕྱོགས་ཏུ་ལས་ཀ་བྱས་ནས་ཨེ་ནི་ང་ཚོ་རྒྱུད་ཀྱི་ནང་ལོགས་ལ། ཁྲག་ཚབ་དང་རླུང་ཚབ་ཟེར་བ་རེད། འོ་དེར། ཁྲག་ཚབ་དང་རླུང་ཚབ་ཟེར་དུས་ད་ནས་ད། འདི་གཉིས་ཀྱི་རྐྱེན་བྱས་ནས། ཨེ་ནི་ནམ་རྒྱུན་དུ་ང་རང་ཚོ་ཨིན་ཇི་ཡིན་ན་ཨིན་ཇིའི་ཐ་སྙད་ཅིག་བེད་སྤྱོད་བྱས་པ་ཡིན་ན Menopause ལགས་དོ། ད་ཟླ་མཚན་ཆད་པའི་སྐབས་ལ། འོ་ད་བུད་མེད་ཚོ་ཟླ་མཚན་འདི། ད་ལོ་ལྔ་བཅུ་སྐབས་ལ་ཆད་ཀྱི་ཡོད་གསུངས་འདི་གོ་རེ་བ་ད་དོན་སང་ལོ་བཞི་བཅུ་ཞེ་ལྔ་གསུམ་ལྔ་བཅུ། ད་ཁ་ཅིག་ལས་ཀ་ཆེ་སུམ་ཅུ་སོ་བདུན་སོ་བརྒྱད་འདི་འདྲའི་ལས་བྱེད་ཀྱི་ཡོད་ས་རེད། ད། རྔན་མ་ཁྱེད་རྣམས་ཚོ་ད་མཚན། མགོ་བརྩམས་ཡག་འདི་ལོ་བཅུ་གཉིས་འཇོག་སོང་འདི་འདྲའི་རེད་བརྩམས་ཡོད་ན་ལོ་ལྔ་བཅུ་དང་ལྔ་བཅུ་ལྔས་ལྔ་དྲུག་ཅུ་འདི་འདྲའི་པར་རུ་ལ་ཆས་ཡོང་གི་རེད། ད་དོལ་སང་གི་བུ་མོ་ཚོ་དབུ་སྤུ་གུ་ཆུང་ཆུང་བུ་མོ་ཚོ་ལོ་ག་ཚོད་ནས་སྐྱེས་པ་རྒྱག་གི་ཡོད་རེད་ཟེར་ན། ད་ལོ། བདུན་བརྒྱད་ནས་སྒོ་རྒྱག་དགོས་བར་དང་ལོ་དྲུག་དེ་ནས་ནས་རྒྱག་དགོས་བར་དེ་གི་ག་རེ་སྟོན་དགོས་བ་རེད། པུ་གུ། ཙོ་གི། སོགས་བེད་ཡག་དེ་ལོ་ལྔ་དྲུག་ནས་བར་བེད་ཡོང་བར་ང་ཚོ་ཡིན་ན་ནམ་རྒྱུན་དུ་བོད་པའི་སྲོལ་རྒྱུན་གི་བཤད་སྟངས་རྣམས་ལོ་གཏམ་དཔེ་རྣམས་ལོ་ལ། བྱིས་པ་བརྒྱད་པ་སོ་ཆགས་ཟེར་གི་རུ་བ་ལོ་བརྒྱད་ལ་ནས་མ་གཏོགས་སོ་བེད་ཀི་ཡོག་མ་རུ་བ་ད་དོན་སང་བྱིས་པ། ལྔ་པ་སོ་ཆགས་ཆགས་ཡོང་གི་འདུག་ལོ་ལྔ་ལོ་གསུམ་ཙ་ཁྱད་པར་འགྲོ་གི་ཡོག་རེད། འདི་གིས་ཨེ་ནི། སྤྱི་ཚོགས་འདི་རང་གི། ང་ཚོ་མིག་གི། བསོད་ནམས་ཟིན་ནས་རེད། ད་འདི་སངས་རྒྱས་ཀྱི་གསུང་བཞག་པའི། ཨེ་ནི། ཅིག། སངས་རྒྱས་ཀྱི་བསྟན་པ་འདི། ལོ་ལྔ་སྟོང་ལྔ་བརྒྱ་རེ་གསུངས་བསྡད་དགོས་བར་པ། འོ་འདི་གི་ད་དུས་མཐའ་མ་ནང་ལ་སླེབས་བསྡད་དགོས་བར། དེ་སོང་ཙང། ཨེ་ནི། སྤྱིར། བཅུད་ཀྱི་འཇིག་རྟེན་དང་སྣོད་ཀྱི་འཇིག་རྟེན་དང་བཅུད་ཀྱི་སེམས་ཅན་གྱི། ཨེ་ནི། རྫོགས་ཡག་གི་འཇིག་ཡག་གི་དུས་ཚོད་དེ་འདི་ག་ཅིག་ད་ཐག་ཉེ་རུ་འགྲོ་གི་ཡོད་པ་དེ་ང་ཚོས་དེ་ནས་ངོས་འཛིན་བྱེད་དགོས་ཀྱི་ཡོད་རེད། དེ་སོང་ཙང་བུ་མོ་ཚོ་ཡིན་ནའི་ལོ་དྲུག་བདུན་བརྒྱའི་ནང་ལོ་ལ་སྐྱེས་པ་བརྒྱབ་དེ་ངས་སྡུག་སྐད་ཀྱང་ངས་མང་པོ་དོགས། ད་ད་ག་ནང་བཞིན་གྱི་སྐྱེས་པ་ཆེ་ཡག་དེ་ཡང་མ་འོངས་པ་ལ་ཨེ་ནི། ད་ལྟ་ལོ་བདུན་བརྒྱའི་ནང་གླེང་ངན་དེ་ཚོ་ལོ་སུམ་ཅུ་སོ་ལྔ་བཞི་བཅུ་ཞེ་ལྔ་དེ་འདྲའི་ནང་ལ་སྐྱེས་པ་དེ་ཆེ་ཡོང་གི་རེད། འོ་དེ་གི་རྒྱུ་བ་ཅི་འགྲོ་བར་དེ་རྒྱུ་བ་འགྲོ་དུས་རྩ་ནས་ཟོག་པོ་གི་ནང་ལོགས་ཀྱི་རླུང་དེ་ལ་དམིགས་བསལ་གྱི་རྒྱུ་བ་ཅི་འགྲོ་ཡོང་བ་རེད། འོ་དེ་འགྲོ་དུས་རྩ་ནས་ཨེ་ནི་ང་ཚོ་གི་ད་ལྟ། ད་ང་ཚོ་བོད་པའི་ནང་ལ་མང་པོ་ཅིག་གི་དེའི་སྐོར་ཧ་གོ་གི་མི་འདུག་ཨ་མདའ་ཨིན་ཇི་ཀའི་ལ Menopause ལ་ཡ་ཅིག་བུད་མེད་ལ་དམིགས་བསལ་གྱི་ན་ཚ་ཡོད་པ་དེ་ང་ཚོའི། བུད་མེད་ཚོ་གི་ཆོས་ནས་ཧ་གོ་མི་འདུག་དེ་དོ་སྣང་བྱེད་ཀྱི་མི་འདུག། དངོས་གནས་བྱས་པ་ཡིན་ན་བུད་མེད་ཀྱི་ནུས་སྟོབས་གོང་འཕེལ་ཟེར་ཡག་གི་ད་ཅིག་དེ་འདྲའི་གཙོ་གུ་འདུག་བུད་མེད་སྒྲིག་འཛུགས་དང་ཚོགས་པ་སྒེར་དེ་འདྲའི་གི། དེ་ཚོ། དངོས་གནས་ཀྱི་བྱེད་སྒོ་ཡོད་བསམ་པ་ཡིན་པ་ཡིན་ན་དང་པོ། བུད་མེད་རང་གི་ཟོག་པོའི་ནང་ལ་ཡོང་བསྡད་ཡས་ཀྱི་དཀའ་ངལ་དེ་འགྱེད། བུད་མེད་མི་རེ་ངོ་རེ་ལ་མ། ཤེས་པ་ཞིག་བཟོ་དགོས་ཀྱི་ཡོད་རེད། འོ་འདི་ཤེས་པ་མ་བྱོས་ཟད། ཨེ་ནི་བུད་མེད་ཀྱི་ཤེས་ཡོན་ག་ཚོད་ཙམ་གྱི་པར་ཡིན་ནས་བུད་མེད་བདེ་ཐང་མེད་པ་ཡིན་ན་ཤེས་ཡོན་པར་འཕྲོ་བརླག་རེད། ཤེས་ཡོན་ག་ཚོད་ཀྱང་སྤྲད་ནས་འཕྲོ་བརླག་རེད། ཨོ། ཨེ་ནི། ཚེ་རིང་བར་འདོད་པའི་གང་ཟག་གིས་གསོ་བ་རིག་པའི་མན་ངག་ལ་བསླབ་པར་བྱའོ། ཆོས་དང་ནོར་དང་བདེ་བ་སྒྲུབ་པར་འདོད་པའི་གང་ཟག་གིས་གསོ་བ་རིག་པའི་མན་ངག་ལ་བསླབ་པར་བྱའོ། དེ་གསུང་བ། གསོ་བ་རིག་པའི་མན་ངག་ལ་བསླབ་པར་བྱའོ་གསུང་ཡ་དེ་ག་རེ་གསུང་བ་རེད། གསོ་བ་རིག་པ་ལ་རྒྱུད་ལ་སྦྱང་གང་རྒྱུགས་གསུང་དགོས་ཨ་མ་རེད། གསོ་བ་རིག་པའི་རྒྱུད་སྦྱང་ངལ་ཚོད་བཙགས་ནས་སློབ་སྦྱོང་གླེང་ནས། ཨེ་ནི་སོ་སོའི་ཟོག་པོ་དེ་དང་ག་འདྲས་བཟོ་དགོས་དགོས་འདོད་དེ། དོ་སྣང་བྱེད་གསུང་གི་ཡོད་རེད། འོ་དེ་རེད་དེ་འདྲ་སོང་ཙང་ང་ཚོའི་སྤྱི་ཚོགས་ཁོ་རང་ནང་ལོགས་ལ་ཞན་ཆ་ཤེས་ཤོས་དེ། ཕར་དཀྲུག་ཚུར་དཀྲུག་བྱེད་ཡག་གི་འཆོལ་གཏམ་དེ་ཚོ་མང་དྲགས་ཡག་གཏམ་ཡག་བཏང་ཡག་ལ་དགའ་བོ་ཞུ་བྱེད་རེད། དངོས་གནས་ཀྱི་ཆོས་དང་འཕྲོད་བསྟེན་གྱི་སློབ་གསོ་ཡག་པོ་དེ་འདྲ་ཡོད་པ་ཡིན་ན་དེ་བཏང་གི་མ་རེད་དེ་ང་ཚོ་བོད་པའི་ཆོས་ཉིད་རེད་འདི་ང་ཚོ་གི་འགྱུར་བ་བཏང་དགོས་རེད། འདི་འགྱུར་བ་བཏང་ཡིན་ན་རིམ་པས་རིམ་པས་མི་རབས་གསར་པ་ཚོ་ལ་ཨེ་ནི་དམིགས་བསལ་གྱི་གོམས་གཤིས་བཟང་པོ་ཅིག་ཡོང་གི་རེད། ད་ལྟ་ང་རང་ཚོ་གི་གོམས་གཤིས་སྡུག་ཅག་འདི་ང་ཚོས་སྤུ་གུ་ཚོ་ལ་རྒྱུན་འཁྱོངས་སྒང་ལ་སྤྲད་ཤར་བས་འདི་ང་ཚོ་གི་མི་རབས་ཀྱི་ནང་ལོགས་ནས་ཆོས་ཉིད་ཆེ་ཤོས་ཅིག་འདི་ཆགས་ཀྱི་ཡོད་རེད། འོ་དེ་ལས་འདི་འདྲ་སོང་ཙང་ཨེ་ནི་ད། བུ་མོ་ཚོ་དགེ་ལོ། སྐྱེས་པ་ཆེས་ཚ་བའི་ཞུ་གུ་ལ་ཨེ་ནི་ལ་གུ་དོ། ད་ང་ཟོག་པོ་ལ་ཚ་བ་བར་གི་འདུག། ཚ་བ་ལ་ཨེ་མར་དེ་ལ། ཟོག་པོ་ལ་ཚ་གྲབས་ལ་གུ་རོ་ཚ་གྲབས། དེ་ཨིན་ཇི་ཡིན་ན hot flash ལ་གུ་དོ། འོ་ཚ་གྲབས hot flash འོ་དེ་ཡོང་གི་འདུག་ལ་གུ་རེ། ཨེ་ནི་སྐབས་འགའ་ལ་ཚ་གྲབས་རྒྱག་ངེས་རྒྱག་ངེས་ལ་ཧོབ་དེ་ཡང་སྔུ་ནག་ཐོན་ཨེ་ནི་ཟོག་པོ་གྲང་མོ་ཆགས་ཡོང་གི་རེད། འོ་དེ་ཡོང་གི་འདུག་ཟེར་ང་ལ་ཚ་བ་བར་ནི་སྔུ་ནག་ཐོན་གི་འདུག་ཟེར་ད་དེ་ནི་བུ་མོ། མ་ང་གིས་ང་ཚོ་ཚ་ལ

ཨོ་ད་དེ་དང་དེ་འདྲ་བའི་ཨ་ནི་ཅིག་བུད་མེད་ཀྱི་ན་ཚ་འདི་གི་རྐྱེན་བྱས་ནས་མང་པོ་ཞོ་བྱུང་གོ་རེད་ད་འདི། ད་ད hot flash ལ་ཡ་དོ་ཁྲག་ཚབ་དང་རླུང་ཚབ་ཟེར་ཡག་གི་ན་ཚ་འདི་ལ་ཕྱི་ལུགས་ཀྱི་སྨན་དེ་ཙམ་མེད་པ་འདྲ་ཅི་ལ་ངས་དོན་པོ་འདུག་དེ་འདྲའི་མཐོང་སོང་ད་འདིའི་རིགས་ལ་ང་རང་ཚོ་བུད་མེད་ཀྱི་ཁ་ཡོད་ལག་ཡོད་ཡག་པོ་ཕན་གྱི་འདུག་འོ་དེ་ད་ནད་པ་མང་པོ་ཅིག་ལ་ང་ལ་སོགས་པོ་ལ་ཚ་བ་ཚ་བ་འཕར་གྱི་འདུག་དེ་འདྲས་བྱེད་ཀྱི་འདུག་དེ་འདྲས་བྱེད་དུས་ད་ང་ཚོ་བོད་མའི་ཏང་ཡོན་དུས་ད་ནས་ཞོལ་ཅིག་ཨ་ནི་བརྒྱ་ཆ་དུ་མ་སོང་ནས་བརྒྱད་ཅུ་དགུ་བཅུ་ལ་ཕན་ཐོག་ཡོང་གི་འདུག་ད་རེ་ད་རེ་སོང་ནས་མ་ཕན་པ་ཡོང་གི་རེད་པ་ངས་སེམས་ཅན་ཚང་མ་བཅོས་ཐུབ་གི་མ་རེད་པ་འོ་དེ་རེད་དེ་འདྲ་སོང་ཙང། འདི་ཚོའི་སྒང་ལ་ང་ཚོ་གི་བུད་མེད་ཚོ་གི་ན་ཚ་འདི་ཚོ་གི་ད་ཆུང་མ་དུ་ལ་ད་ལྟ་ནས་སློབ་གསོ་རྒྱག་བར་ང་ཚོ་བུད་མེད་ནང་ལོག་ལ་སི་པན་དང་ཁ་ཚ་པོ་ཟ་ཡག་འགའ་པོ་ཞོ་ཅིག་ཏོ། འོ་འདི་ནས་ཆ་ཚང་གི་རྒྱུ་ཡོད་ན་མེད་ན་འདི་རེད། ཨ་ནི་ཕོ་བ་གི་ན་ཚ་དང་འདི་ཚོ་གི་ན་ཚ་མང་པོ་ཅིག་ལ་རྒྱུ་དེ་དུག་ཤུལ་དེ་ག་རེ་ཆགས་ཡོད་རེད་ཟེར་ན་རོ་སྐྱུར་བ་དང་རོ་ལན་ཚ་བ་གསུང་བ་རེད། བསྐྱུར་བ་དང་ལན་ཚང་བ་དེ་གཉིས་ཀ་གྲོས་རེད། གྲོས་ཡིན་པའི་རྒྱུ་མཚན་གྱིས་ཨེ་ནི་བུ་མོ་གི་ཟོག་པོ་དེ་བུ་ལས་གྲོས་ཆེ་ཡོད། འོ་འདི་སོང་ཙང་ཨེ་ནི་ཟོག་པོའི་ནང་ལ་གྲོས་ཤུགས་ཆེན་པོ་ཞིག་སླེབས་ཡོང་དུས་འདི་གི་རང་བཞིན་གྱི་ཁྲག་ལ་གྲོས་དེ་ཤུགས་ཆེན་པོ་སླེབས་ཡོང་དགོས། ཁྲག་ལ་གྲོས་དེ་ཤུགས་ཆེན་པོ་སླེབས་ཡོང་དུས་ད་ནི་ཨེ་ནི་བུ་མོ་ལ་གདོང་ལ་ཤམ་སྟངས་དུས་ཡང་སྐྲ་ཕིང་ཡ་ད་ལ་སོག་པོ་ན་ཚ་མང་པོ་ཞིག་སླེབས་ཡོང་དོ། འོ་དེ་ཚོ་ཚང་མ་ཟས་ཀྱི་རྒྱུ་དེས་བྱེད་དགོས་པ་རེད། དེ་རེད། དེ་འདྲ་སོང་ཙང། ཨ་ནི། ང་རང་ཚོ་གི། བུད་མེད་ཚོ་གི་རྒྱུན་དུ་སོ་སོའི་བུ་མོ་ཆུང་བ་དེ་སྤུ་གུ་དེ་འདྲ་ཡོད་པས་ན་དེ་ཚོ་ལ། ཟས་སྤྲོད་སྟངས་དང་སྤྱོད་ལམ་བསྟེན་སྟངས། ཨ་ནི་ལོ་ཡར་ཙམ་སླེབས་སོང་ན། ལོ་ཆུང་ཆུང་དང་ལོ་བཞི་ལྔ་ཡིན་དུས་ཙམ་ནས་ཨ་ནི་བུ་མོ་ཚོ་ལ་སོ་སོ་གི་ལྟ་བ་ལ་སྐྱེས་པ་སླེབས་ཀྱི་ཡོད་པ་ཨ་ནི་སྐབས་སྐབས་བཅིང་པ་བཏང་དུས་དེ་འདྲའི། བཅིང་པ་བཏང་ས་ནས་དེ་འདྲའི་ཁྲག་དོན་གྱི་རིགས་དང་དེ་ཚོ་དོ་སྣང་བྱེད་དགོས་རྟགས་ཟེར་ཡང་འདི་ཨ་མ་ཚོ་གི་འགན། ལྡོག་ཏུ་མེད་པའི་རྒྱན་ཅི་རིགས་སྐབས་རེ་སྐབས་རེ་བུ་མོ་ཆུང་ཆུང་ཚང་མ་སྒོ་ཕྱེས་ཨེ་སྙིང་རྗེ་ཞོ་ཞེས་ཞེད་སྣང་ཡོང་དུ་འདི་འདྲའི་གི་སྐབས་ལ་སྤུ་གུ་ལ་སྲོག་རླུང་གི་ན་ཚ་དང་སྙིང་རླུང་གི་ན་ཚ་ཟེར་ཡ་འདི་འདྲ་ཡོར་བ་འདི་ཚོ་ཡོང་མི་སྲིད་མ་རེད། Anxiety ལ་གི་དོགས་འོ་འདི་འདྲའི་གི་རིགས་ཡོང་མི་སྲིད་མ་རེད། འདི་འདྲ་ཚོ་ཚང་བུ་མོ་ཚོ་ལ་ཡིན་གཅིག་མིན་གཅིག་ལོ་དེ་སང་ལོ་ད་སྔས་མ་ཡིན་ན་ལོ། བཅུ་གཅིག་བཅུ་གཉིས་ཞེས་བར་ད་དེ་སང་སྔ་དྲོ་ནས་ལེགས་འདོད་ཆེ་ན་ཆུང་ཆུང་ནས་ལ་བོ་རེད་ཨེ་ནི་བཅིངས་པ་དང་བསྟུན་ནས་སྐབས་འགའ་ལ་ཁྲག་འདི་འདྲའི་དོན་གུ་དོན་མིན་འདི་ལྟ་ཨ་ལ་བོ་རེད། དཔེ་གལ་ཆེན་པོ་རེད་བུ་མོ་ལ་དེ་འདྲའི་ཀླད་ཀི་རེད་དཱ། དེ་ཚོ་སྤྱི་ཡོངས་ཀྱི་ཤེས་བྱ་རེད། འོ་དེ་རེད་དེ་འདྲ་སོང་ཙང་དེའི་རིགས་དེ་ཡིན་གཅིག་མིན་གཅིག་དོ་སྣང་བྱེད་དགོས་ཡ་གཅིག་ཆགས་བསྡད་ཡོད་རེད། ཨེ་ནི། ད་བུད་མེད་ཚོ་གི། ཨེ་ནི། སྐྱེས་པ་ལས་ངན་ཚོ་གི་ད་ཅིག་སོ་སོའི་སྐྱེས་པ་དེ། སྐྱེས་པ། གི་ད་ཅིག་དགར་ཡག་འབྱོར་པ། འོ་འདི། ཨེ་ནི། ད་ཁྲག་གི་བཙོག་པ་དེ་རེད་ཟེར་བ་རང་ཚོ་ད་བྲིས་པའི་ཡོར་འདི་ལ། ཡུལ་དུས་ད་ནི། འདི་ཡིན་གྱི་མིན་གྱི། ས་བ་ལ་འབད་དུ་སྣང་དགོངས་བར་གང་བྱུང་མ་བྱུང་གཏོར་གྱིས་ཀྱིས་གཡལ་གྱིས་གཡོན་ལ་གྱིས་སྒོམ་པའི་སྣང་ལ་གྱིས་བྱིག་ཏོག་ཟོས་སམ། འོ་འདི་ང་ཚོ་བུད་མེད་ཚོ་ལ་བསམ་བློ་བཏང་དགོས་ཡ་གཅིག་ཆགས་བསྡད་ཡོད་རེད། དེ་འདྲ་སོང་ད་འདི་སོ་སོའི་སོ་སོས་བྱས་སྤུ་གུ་ལས་ད་ག་རང་བསླབ་འོ་འདི་ཚོ་དཔེ་གལ་ཆེན་པོ་རེད་བུ་མོ་ཚོ་ལ། འདི་གང་བྱོས་མ་བྱོས་བྱེད་ཡག་ཡོད་མ་རེད་ད་འདི་ཞོ་སྡིག་པ་ཆེན་པོ་ཡོད་རེད་འདི་བཙོག་པ་རེད་ཁོར་ཡུག་སྲོང་སྐྱོབ་ལ་གནོད་གི་རེད་ཆོས་ཕྱོགས་གང་ནས་བཤད་པ་ཡིན་ནའི་ཤེས་ས་ཡོད་རེད་སྤྱི་ཚོགས་ཀྱི་ཁོར་ཡུག་དང་འབྲེལ་བའི་འཕྲོད་བསྟེན་གང་ནས་བཤད་ནའི་ཤེས་ས་ཡོད་རེད་འདི་ཚོ་གནད་འགག་ཆེན་པོ་ཤོས་ཀྱི་རེད་འོ་འདིར་འདི་འདྲ་ཚོང་ཙང་གོང་གི་ནད་གཞི་ཨེ་ནི་སྐྲན་གྱི་ངོར་གྱུར་བའི་ནད་གཞི་ཁག་ཅིག་ཡོང་འདི་སྐོར་འདི་ཚོ་ཚང་མ་ལ་ཨེ་ནི་ཟས་རོ་ཚ་བ་དང་སྐྱུར་བ་དང་འདི་ཚོ་ཤུགས་ཆེན་པོ་གནོད་ཡོང་གི་རེད་ཨེ་ནི་ང་ཚོ་གི་བུ་མོ་ཚོ་གི་ད་སྐྱེས་བུ་དང་ཨེ་ནི་དེའི་ཞུ་གུ་འདི་ལ་ཨེ་ནི་སྤུ་གུ་ཆང་ཡོང་དུས་མན་འདྲ་མན་འདྲ་ཟ་ཡག་ཏུ་འཇོག་གི་ཅིག་ཡོང་བསྡད་ཀྱི་ཡོག་རེད། ཨེ་ནི་འདི་ཨེ་ནི་རྒྱུན་རིང་པོ་ཅིག་ལྷག་སོང་ན་ཨེ་ནི་རྗེས་ལ་རིམ་པས་ཐོར་སའི་རླུང་གི་ནུས་པ་དེ་གྱེན་ལ་ལྡོག་ནས་ཨེ་ནི་ཐོར་སའི་རླུང་དེ་གས་ཨེ་ནི་མེ་དྲོད་ཀྱི་བྱིས་པ་ཡང་བུད་ཡོང་ནས་ཨེ་ནི་དེ་ལ། ཚ་པོ་ཆགས་ཤིང hot flash ལེགས་ལྡོ་འོ་དེ་ཡོང་གི་ཡོད་རེད་དེ་འདྲ་སོང་ཙང་དེ་ཚོའི་རིགས་ལ་རྣམ་པ་ཚོ་ཡིན་གཅིག་མིན་གཅིག་ཐུག་སྣང་སྣང་གོ་རེད་ཨེ་ནི་དེ་ཚོའི་རིགས་ལ་སྨན་བཅོས་བྱེད་དུས་ད་ལྟ་སྐྲན་དེ་ཚོ་ཁག་གཅིག་ལ་བུད་མེད་ཀྱི་ཡག་པོ་ཕན་གྱི་རེད་ཁག་གཅིག་ལ་ཡང་ཕན་ཁག་པོ་ཡོད་རེད་གང་ལྟ་ང་རང་ཚོ་ཐབས་དང་ཤེས་རབ་ཟེར་བ་ནང་བཞིན་ཕྱི་ལུགས་དང་བོད་ལུགས་གཉིས་ཀ་ལ་སྟོན་ཐུབ་ན་དགེ་མཚན་ཆེན་པོ་ཞུ་བཞིན་ཡོད་རེད། འདི་ནི་བོད་སྨན་ལ་ཡིད་ཆེས་ཡོད་ངེས་རེད་དཔེ་མི་སྲིད་པའི་ཉུང་ཉུང་རེད་དོན་བཟང་དུས་ཚོད་ལ་བོད་པའི་ནང་ལ་ཉུང་ཉུང་རེད་ཕྱི་རྒྱལ་ནང་ལ་མང་པོ་རེད་ད། འོ་འདི་ང་ཚོ་བོད་པ་གི་ཞབས་འདྲེན་ཅིག་ཆགས་བསྡད་ཡོད་རེད། སོ་སོའི་རིག་གཞུང་ལ་སོ་སོ་ཡིད་ཆེས་མ་བྱས་བྱས་ནམ་སངས་རྒྱབ་ཞིང་དག་ཆོས་ཁ་བགྲོད་དེ། ནོར་འཁྲུལ་ཆེན་པོ་ཞུ་བཞིན་རེད། འོ་ནི་དེའི་སྒང་ལ་ནོར་འཁྲུལ་དེ་ལ་ང་ཚོ་སྨན་པ་དང། སྤྱི་ཚོགས་གཉིས་ཀ་གི་ནོར་འཁྲུལ་ཡོད་རེད། འོ་ནི།

བཙུན་མ་མཚོ་ཁའི་སྨན་རྩིས་ཁང་གི་རྡ་ས་སྨན་རྩིས་ཁང་གི་ཟུར་སྦྲུལ་ནང་བཤད་པའི་དེ་ལྟར་རླུང་འཛབ་ཀྱི་ཆ་ལས་སྦྱོར་རླུང་འཛབ་ཀྱི་ཆ། ད་འདི། ཡིན་གཅིག་མིན་གཅིག་ཆོས་རེད་ད་བཙན། ཆད་པ་ཡིན་ནའི་རེད་ད་བཙན་ཡོད་པ་ཡིན་ནའི་རེད་ཆོས་ཚུགས་ཡིན་ན་བུ་མོ་གི། བུ་སྣོད་དང་བསམ་སེའུ་དང་དེ་ཚོ་དང་འབྲེལ་བའི་ན་ཚ་མང་པོ་ཞོ་གཅིག

སྡུག་ཅག་རེད་འདི་ཕན་པོ་ཡོད་མ་རེད་ཟེར་སུ་གཅིག་གིས་ཁ་རྩོད་གཅོད་ཐུབ་གི་མ་རེད། འོ་དེ་དེ་འདྲ་སོང་ཙང་ཨ་ནི་སོ་སོའི་བོད་པའི་ཚོགས་སྡེ་དེ་འདྲས་ཀྱི་ཟོལ་ཞག་འགྱོགས་ཀྱི་སྨན་རྒྱུ་དང་ལག་པ་བཀྲུ་ཡ་དེ་འདྲས་བཟློག་དུས་སང་ད་ང་ཚོ་དྲ་གྲོགས་དྲ་གྲོགས་སི་སྦེང་ལོར་ནས་ཕོ་སར་གཅིག་གིས་བཏོན་ནས་ལག་པ་བཀྲུ་ཡ་དག་རྫས་ལག་ཟིན་དག་རྫས་ཟེར་ཡག་པོ་ཞུ་འདྲས་ཟོས་དོགས་གོང་ཆེ་ཆུང་འཚམ་པོ་སྤྱི་ལུགས་ཀྱི་ཟོལ་འགྱོགས་དེ་ཚོ་ལས་ཡག་ག་དོགས་འོ་དེ་ཚོ་ལ་ང་ཚོ་གི་རྒྱབ་སྐྱོར་བྱེད་དགོས་རེད་པ། འོ་དེ་རེད་དེ་འདྲ་སོང་ཙང་ཨ་ནི་དེ་འདྲས་གཅིག་ལ། རྒྱབ་སྐྱོར་དང་ཉོ་ཁང་ཕྱིན་པ་ཡིན་ན་ནི་བོད་པའི་ཚོགས་པ་ཅིག་ཡག་པོ་ཆགས་ནས་བོད་པའི་སྤྱི་ཚོགས་ལ་ཕན་འགྲོ་གི་རེད་བོད་པའི་སྤྱི་ཚོགས་ལ་ཕན་སོང་ན་ཉི་མ་གཅིག་ཁྱེད་རང་ཉོ་ས་ཉོ་ངེས་དེ་ལས་ཕན་སྲིད་ཀྱི་རེད་འོ་དེ་རེད་དེ་འདྲ་སོང་ཙང་སྤྱི་ཚོགས་ལ་ཕན་སོང་མདོག་མདོག་སྒོར་མོ་འབུམ་འབུམ་མང་པོ་ང་ཚོ་སྤྲད་ཐུབ་ཀྱི་མ་རེད་འོ་སོ་སོ་ཉོ་ཡག་གི་ཅག་ལག་དེ་ཡག་གི་ལ་སོ་སོ་ལས་དོན་དག་དེ་སྒྲུབ་ཕ་ཆོག་དེ་ལས་དངུལ་དེ་ལས་བྱས་ཡག་ཅིག་བྱོ་ཐུབ་ཡིན་ན། འདི། ད་འདི། ལ་རྒྱ་ཅན་གྱི་མི་རིགས་ཟེར་གི་ལ་རྒྱ་ཅན་གྱི་མི་རིགས། ཨོ་དེ་འདྲས་ཅི་རེད་དེ་འདྲ་སོང་ཙང་ཨ་ནི་དེ་རིང་རྣམ་པ་ཚོ་ལ། ཨོ་ད་དེ་ནས་མར་ཅིག་འཕྲོད་བསྟེན་དང་འབྲེལ་བའི་ཅིག་བུད་མེད་ཀྱི་ནད་གཞིའི་སྐོར་ལ་སྟབས་བདེ་བོ་ཅིག་ངས་བཤད་བཞག་ཡོད་ད་མང་པོ་ཞུ་བཤད་བས་ན་དོལ་ཚོའི་ཐོག་ནས་དགའ་ངེས་འདུག་ཨ་ནི་རྣམ་པ་ཚོས་འདི་གང། མང་མང་ཅིག་ཕར་དུ་གསན་རོགས་དང་ཕར་དུ་བསླབ་རོགས་ནའང་ཞུ་ཡ་ཡིན་ཨ་ནི། དྲི་བ་དང་དེ་འདྲ་ཡོད་པ་ཡིན་ན་ཡིན་གཅིག་མིན་གཅིག་ངའི་མིང་དེ་སྟོན་རོགས་གནང་མིང་མ་སྟོན་པ་ཡིན་ན་ང་དྲི་བ་ཉན་ཐུབ་གི་མ་རེད་ཞུ་ཡ་ཡིན། འོ་ལགས་སོ་ཨ་ནི། ད་ག་རང་ཡིན་ཐོག་ཅི་ཆེ།